ལོ་གསར་ཚེས་པ་གཅིག་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འདུ་གཏོང་ལ་ང་ཚོ་འཛོམས་བྱས་ནས། སོ་སོའི་རྒྱལ་ཁབ་ཀྱི་རྒྱལ་དར་གནམ་ལ་ཚར་བཅད་ནས་འདི་ལ་ལས་འགུལ་སྤེལ་དགོས་ཀྱི། རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ང་ཚོ་གི་རྒྱལ་ཁབ་དེ་དགྲ་བོ་རྒྱ་ནག་གི་བཙན་འཛུལ་གྱི་འོག་ལ་ཚུད་བྱས་ནས། ད་ལྟ་ཡང་ང་ཚོ་རྒྱལ་ཁབ་མེད་པའི་གི་མི་སེར་ཅིག་གིས།

དེང་རབས་ཀྱི་རྒྱལ་ཁབ་དེ་དུས་རབས་བདུན་པ་བརྒྱད་པའི་ནང་ལོགས་ལ Central Asia གི་ནང་ལོགས་ལ་དབུས་ཨེ་ཤེ་ཡ་གི་ནང་ལོགས་ལ། སྟོབས་ཆེན་རྒྱལ་ཁབ་ཨང་དང་པོ་གི་གོ་གནས་ཟིན་ཅིང། དེང་སང། ཨ་མེ་རི་ཀ་གིས་འཛམ་གླིང་གི་ཁ་ལོ་བསྒྱུར་བ་ནང་བཞིན་སྐབས་དེ་དུས་ཨེ་ཤེ་ཡ་གི་དབུས་ལ། ཨེ་ཤེ་ཡ་གི་ཁ་ལོ་སྒྱུར་ཉེན་དང་ཨེ་ཤེ་ཡ་གི་བཙན་བདག་དེ་ང་ཚོ་བོད་བཙན་པོའི་རྒྱལ་རབས་དེ་ཆགས་བསྡད་ཀྱི་ཡོད་རེད། ད་ལྟའི་ང་ཚོའི་གནས་བབ་དེ་ག་འདྲ་རེད། དུས་རབས་བདུན་པ་བརྒྱད་པའི་ནང་ལོགས་ལ། ཨེ་ཤེ་ཡ་སྤྱི་ཡོངས་དང་ལྷག་པར་དུ་དབུས་ཨེ་ཤེ་ཡ་དབང་བསྒྱུར་བྱེད་ཐུབ་ཉེན་གྱི་བཙན་བདག་གི་རྒྱལ་ཁབ་དེ་དེའི་བུ་རབས་ཚ་རྒྱུད་དེ་ད་ལྟ་སོ་སོ་ལ་རྒྱལ་ཁབ་མེད་པའི་གི་གནས་བབ་ཅིག་གི་ཐོག་ལ་བསྡད་ཡོད་རེད་ང་ཚོ། གནས་བབ་དེ་འདྲ་ཅིག་གི་ཐོག་ནས་ང་སོགས་ཀྱི་གུང་སེང་རྟགས་ཅན་གྱི་རྒྱལ་དར་དེ་སོ་སོའི་རྒྱལ་ས་ལ་སློང་ཡ་ཡོད་མ་རེད་སོ་སོའི་ལུང་པ་ལ་སློང་ཡ་ཡོད་མ་རེད་ང་ཚོའི་རྒྱལ་ས་དང་ང་ཚོའི་ལུང་པ་ལ་དགྲ་བོ་རྒྱ་ནག་གི་དར་མ་སློང་བྱེད་ནི་དེ་ཡོད་རེད་དེ་ང་ཚོས་བརྗེད་རུང་གི་མ་རེད་རྒྱུ་མཚན་དེའི་ཐོག་ནས་ང་ཚོ་འདི་འཛོམས་འདི་ཡོད་རེད།

ཅེས་བྱས་དུས་མི་ལོ་བཅུ་ལ་ཡར་ལྟས་མགྱོགས་པོ་ཡིན་གྱི་རེད། ཡིན་ན་ལས་ལས་འགོར་གཅིག་རྒྱུན་ཆུང་དགོས་ཀྱི་ཡོད་ན། དེ་ལོ་བཅུ་ལ་རྒྱུན་ཆུང་ཡ་དེ་ལས་སླ་བོ་ཅིག་མ་རེད། དེ་ཡང་སྒེར་གྱི་ལྟོ་གྲོགས་ཀུན་གྱི་དོན་དག་ཡིན་ན་རྒྱུན་མ་ཆུང་རུང་ཆུང་ཆགས་ཀྱི་ཡོད་རྒྱུ་རེད་དེ་བོད་སྤྱི་བ་དང་རྒྱལ་ཁབ་ཀྱི་འཐབ་རྩོད་ཀྱི་ནང་ལོགས་ལ་ལས་འགོར་གྱི་ཆུ་རོགས་ཀྱི་རྒྱུན་ཆུང་ན་འགྲིག་གི་རེད་མ་ཆུང་ན་འགྲིག་གི་རེད་མི་འགལ། ཡིན་ན་ལས་སྐྱེས་པ་ཕོ་ལ་དེ་ཀའི་ཁ་དན་ཚིག་ལ་རྩིས་བྱས་ནས་ར། ཕོ་རབ་ཚིག་ཐོག་དང་འཕར་བ་ཉིས་ཐོག་ལ་བ་ནང་བཞིན། རྡ་རམ་ས་ལ་ནི་འཁྱོར་ཟོང་དཔའ་བོའི་རྡོ་རིང་གི་མདུན་ལ་ཁོ་རང་གི་ལོ་བཅུ་ཡི་གོང་ལ། བུ་བཞི་གཅིག་མཉམ་འཛོམས་མ་བྱུང་བར་དུ་ངའི་ལོ་མི་ས་ལ་གི་དམ་བཅའ་བཞི་བ་ནང་བཞིན། དེའི་དམ་བཅའ་དེ་རྒྱུན་འཁྱོངས་བྱས་ནས་ལོ་བཅུ་འགྲོ་གི་ཡོད་རེད་དེ་རིང་དེ་ཁོ་རང་གི་རྒྱལ་ཁ་རེད། ཨ་མའི་བུ་གུ་བཅས་ཀྱི་སྙིང་སྟོབས་ཀྱི་དན་རྟགས་རུ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་ངས་དེ་རིང་ང་རང་བོད་པ་ཞིག་ཡིན་པའི་ངོས་ནས། ལས་འགུལ་བ་ཞིག་ཡིན་པའི་ངོས་ནས། རྒྱལ་ཁབ་མི་བཞི་གི་སྐྱོ་གདུང་སེམས་ནས་ཡར་མ་མྱོང་མྱོང་གི་བོད་པ་ཞིག་ཡིན་པའི་ཆ་ནས་ངས་རྒྱལ་གཅེས་དཔའ་བོ་བསྟན་པ་དར་རྒྱས་ལགས་ལ། སེམས་དབུས་ནས་གུས་འདུད་དང་བཀའ་དྲིན་ཆེ་ཞུ་ཡག་གི་འདོད་པ་བྱུང་སོང། སྤྱིར་བཏང་བསྟན་པ་དར་རྒྱས་ལ་འགྲོ་བོ་ཆགས་ཀྱང་ན་དེ་རིང་ངེད་གཉིས་དེར་ཐུག་ཆོག་གི་གནས་སྟངས་ཅིག་ཆགས་ཀྱི་ཡོད་མ་རེད་ལོ་བཅུ་ཡི་གོང་ནས་ངེད་གཉིས་ངོ་ཤེས་ཀྱི་ཡོད་རེད། ངོ་ཤེས་ཡ་དེ་ཡང་རྩ་སྟོང་འཐབ་རྩོད་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གདེང་འཇགས་ཀྱི་ཐོག་ནས། འཐབ་རྩོད་ཀྱི་ཐོག་ལ་གོམ་པ་མཉམ་དུ་སྦྱར་ནས་ཡོང་བཞག་རྒྱུ་ཅིག་རེད། ཉིས་སྟོང་བཅུ་གཉིས་བཅུ་གསུམ་ལ་རྡ་རམ་ས་ལ་ནས་འགོ་བཙུགས་ནས་བོད་རང་བཙན་གྱི་ལས་འགུལ་བ་དང་བོད་རང་བཙན་གྱི་ལས་དོན་གྱི་ཐོག་ལ་རིག་གནས་གསར་རྗེན་གྱི་ལས་འགུལ་སྤེལ་ཡུན་བའི་སྐབས་ལ་སྐབས་དེ་དུས་ཡིན་པ་ཡིན་ན་ལས་གཞོན་པ་མེད་པའི་རྒྱལ་གཅེས་ཀྱི་བསམ་བློ། དྲང་ཚུགས་ཀྱི་ཐོག་ནས་བདེན་པ་ལ་རྒྱབ་སྐྱོར་བྱེད་པའི་ཉིད་ཀྱི་བུ་ཁུངས་ཅིག་རེད། སྐབས་དེ་དུས་ནས་སོ་སོའི་སེམས་ཁུངས་ནང་ལ་གུས་བཀུར་བྱེད་ས་ཀྱི་མི་ཅིག་ཡིན་རུང། དེ་འབྲེལ་གྱི་ཕན་ཚུན་ལ་གུས་བཀུར་དང་ཡིད་ཆེས་དང་བརྩེ་བ་ཡོད་བ་དེ། མི་སྒེར་གྱི་ཁ་ལག་ཟ་ཡག་དང། མི་སྒེར་གྱི་ཆུང་སྙམ་དུ་ཐུག་མེད་ཀྱི་བདེ་སྟོང་ཅིག་མ་རེད། ང་ཚོའི་ཐུན་མོང་ལ་ན་ཚ་ཅིག་ཡོད་པའི་རྒྱུ་མཚན། ང་ཚོའི་ཐུན་མོང་ལ་རེ་བ་ཅིག་ཡོད་པའི་རྒྱུ་མཚན། ང་ཚོའི་ཐུན་མོང་ལ་དམིགས་ཡུལ་ཅིག་ཡོད་པའི་རྒྱུ་མཚན་དེ། ཤར་ལ་བསྡད་ཀྱི་ཡོད་ན་འདྲ་ནུབ་ལ་བསྡད་ཀྱི་ཡོད་ན་འདྲ་སེམས་བསམ་པ་གྱི་སྟེང་ནས་རེ་བ་ཅིག་ཡོད་རེད། ང་ཚོ་དེ་རིང་འདི་ལ་ང་ཚོ་འཛོམས་དེ་ནི་རྩོད་པའི་རྒྱལ། བོད་པ་གི་སེམས་གི་ནང་ན་ལ་ན་ཚ་ཅིག་འགོ་གི་རེད་ཡིན་གཅིག་མི་ཉིན། དེའི་ན་ཚ་དེ་ག་རེ་འགོ་གི་རེད་ངས་ད་གི་ལ་བ་གནང་གི། ང་ཚོ་གི་རྒྱ་དར་རྫིག་པོ་འདི་སོ་སོའི་རྒྱར་ས་ལ་སློང་ཡ་ཡོད་མ་རེད། ང་ཚོའི་རྒྱ་དར་ང་ཚོའི་རྒྱར་ས་ལ། ང་ཚོའི་ཕོ་བྲང་པོ་ཏཱ་ལ་ལ་ཡ་གི་ཕོ་བྲང་རྫིག་པོ་དེ་གི་ཐོག་ལ་དཀར་ངིའི་དར་མ་སློང་གི་ནི་དེའི་བར་ད་ད། དེ་ང་ཚོས་བརྗེད་རུང་གི་མ་རེད། དེའི་ན་ཚ་དེ་དགོས་ཀྱི་རེད། དེའི་ཤང་ཁོངས་དེ་དགོས་ཀྱི་རེད། དེའི་ཚོར་བ་དེ་དགོས་ཀྱི་རེད། དེའི་ཚོར་བ་དེ་ཡོད་ཡིན་ན། འགན་ཅིག་འཁུར་གྱི་རེད། བསྟན་པ་དར་རྒྱས་ལ་དེ་དཔེ་མཚོན་གཅིག་རེད། ང་ཚོ་གི་སྤྱི་ཚོགས་དྲ་ལམ་ཁག་ལ་མི་རེ་གཅིག་གིས་ཞེ་བདེ་བོ་གསུང་གི་ཡོད་རེད། བསམ་ཚུལ་མ་མཐུན་པོ་གསུང་ཆོག་གི་རེད། དམངས་གཙོ་རེད་རང་དབང་རེད། ཡིན་ན་ལེ་བསམ་ཚུལ་གསུང་བའི་སྐབས་ལ། ལྷག་པར་དུ་རྩ་དོན་ཐབས་ཚུལ་དང་འབྲེལ་བའི་བསམ་ཚུལ་གསུང་བའི་སྐབས་ལ།

ངས་དུས་ཚོད་དྲན་དུས་ལ་དེ་རིང་འདི་ཉིད་ལོ་སར་ཚེས་པ་གཅིག་ལ་རྣམ་པ་ཚོ་ལ་ངས་འབོད་སྐུལ་ཞུ་ཡ་ལ། རྣམ་པ་ཚོ་བཀའ་མོལ་དེ་འདྲའི་གསུང་བའི་སྐབས་ལ་སོ་སོ་བོད་པ་ཞིག་ཡིན་པ་དེ་མ་བརྗེད་པ་དགོས་ཀྱི་རེད་ཟེར་ངས་དེ་ཞུ་གི་ཡོད་དང་པོ་དེ། གཉིས་པ་དེ་སོ་སོ་བཙན་བྱོལ་རུ་འོང་རུང་པ་ལ་ག་རེ་བྱས་ནས་སླེབས་ཡོད་པ་དེ་མ་བརྗེད་པ་དགོས་ཀྱི་རེད་ཟེར་ཞུ་གི་ཡོད། གསུམ་པ་དེ་ང་ཚོ་མངགས་བཅོལ་ངར་སྒོས་ལ་དང་པོ་སྐྱབས་བཅོལ་ལ་ཡོང་ཡ་དེ་ག་རེ་བྱས་ཏེ་ཡོང་བ་རེད། དེ་མ་བགྱིས་པའི་ཐོག་ནས་བཀའ་མོལ་གསུང་ཡ་དེ་གལ་ཆེན་པོ་ཞིག་རེད། གནད་དོན་དེའི་སོང་སྟེ་སེམས་པ་ནས་མ་བགྱིས་པ་ཡིན་ན་སྐད་ཆ་དེ་ཚོ་ཐོང་གི་མ་རེད་ངོ་ཚ་གཅིག་ཡོང་གི་རེད། ངས་དེའི་གནད་དོན་སོང་པའི་ཐོག་ལ་ངས་བསམ་ཚུལ་གཅིག་ཞུ་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་འདུག་འཐབ་ཚོགས་ཀྱི་ནང་ལོགས་ལ་དེ་འདྲའི་གི་བསམ་ཚུལ་ལོག་པ་བཤད་ནས་མི་མང་པོ་གཅིག་དང་སྤྱི་ཚོགས་ཀྱི་ནང་ལོགས་ལ་བསམ་ཚུལ་ལོག་པ་གཅིག་གོ་བ་ལོག་པ་གཅིག་སློབ་གསོ་ལོག་པ་གཅིག་འགྲོ་གི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་རྣམ་པ་ཚོ་ལ་དེ་འདྲའི་གི་བཀའ་མོལ་གསུང་འདི་གཉིས་ཚོ་ཞུ་ཡ་ལ། རང་དབང་ལུང་པ་ལ་ལས་འགུལ་སྤེལ་ནས་ལས་སླ་བོ་ཞུ་གི་ཡོད་ཅེས་རྣམ་པ་ཚོ་ངོས་འཛིན་བྱེད་ཀྱི་ཡོད་རེད། དེ་ངོས་འཛིན་བྱེད་ཉིན་དེ་ཚོ་ལས་འགུལ་ལ་རྩ་བ་ཉིད་ནས་མཉམ་ཞུགས་བྱས་མ་མྱོང་ལ། དེ་རིང་ཀྱང་ལས་འགུལ་ལ་འགན་འཁྱེར་ནས་མགོ་ཁྲིད་མ་མྱོང་བ་གི་མི་དེ་ཚོ་གི་ལབ་གི་ཡོད་རེད། ལས་འགུལ་གི་ནང་རོལ་ལ་སོ་སོ་གི་ཆ་ཤས་གླེང་མགོ་ཁྲིད་བྱས་པ་ཡིན་ན་སྐད་ཆ་དེ་ཚོ་དོང་གི་མ་རེད་ཁ་ནས། རང་དབང་ལུང་པ་ལ་ལས་འགུལ་སྤེལ་བའི་སྐབས་ལ། བོད་ནང་ལོགས་ལ་སྤེལ་བ་ནང་བཞིན་གྱི་ཚེ་སྲོག་ཤོར་འགྲོ་ཡག་གི་དཀའ་ངལ་ཡོད་མ་རེད་དེ་རང་དབང་ལུང་པ་ལ་ལས་འགུལ་སྤེལ་བའི་སྐབས་ལ་ཡིན་ན་ལུས་སྟོབས་མང་པོ་ཞིག་བྱེད་དགོས་ཀྱི་ཡོད་རེད། དེ་ཧ་གོ་དགོས་ཀྱི་རེད་ལས་རྒྱུ་འབྲས་བརྩི་ཉན་གྱི་ཡིན་ན། མི་ཡི་ལུས་སྟོང་བྱེད་ཕྱོགས་དེ་ལ་གུས་ཞབས་མེད་པ་ལ་ད་དུང་ཁ་རྡུང་དང་ཡང་ན་ཁྱེད་རང་ཚོ་མ་རབས་ཀྱི་སྐད་ཆ་རེད་ཟེར་ངས་དེ་ཞུ་གི་ཡོད་དེ་ང་ལས་འགུལ་བ་ཞིག་ཡིན་པའི་ཆ་ནས་དེ་ཞུ་ཡག་གི་སྤོབས་པ་ཡོད། རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། དཔེ་ཆ་ཡིན་ན་བསྟན་པ་དར་རྒྱས་ཀྱི་མི་ལོ་བཅུ་ལ་ལས་འགུལ་འདི་རྒྱུན་འཁྱོངས་ཡིན་སྐབས་ལ་མི་ལོ་བཅུ་ལ་ལོ་སར་ཡོད་མ་རེད། དེར་དབང་ལུང་པར་བྱེད་ཀྱི་ཡོད་རེད་དེ་ལས་སླ་བོ་གྱི་རེད་བས། ཕྱིར་དབང་ཚོ་ནང་བཞིན་ཉི་མ་གཅིག། ལས་འགུལ་གྱི་ཆེད་དུ་རང་བཙན་གྱི་ཆེད་དུ།

འཛིན་རྒྱང་རྟོགས་ཡིན་ཉེན་ཡོད་མ་གཏའ་སྒྲིབ་མདའ་ཡོད་མ་གཏའ། སོ་སོའི་འབ་ཧོག་ནང་འགྲོ་སོང་གཏོང་གྱིན་ནི། Australia ནས་ཨ་རིའི་བར་དུ་སོ་སོའི་འགྲོ་སོང་གཏོང་ནི་ཡོང་གི་ཡོད་རེད། འགྲོ་སོང་གཏོང་ཡ་གཅིག་པུ་མ་རེད་ཉི་མ་རེ་རེ་གི་དུས་ཚོད་དེ་དངུལ་ཆག་གི་ཡོད་རེད། ཁོ་རང་འདྲ་བོ་གཅིག་ནི་སོ་སོ་གི་འཚོ་བ་གི་ཆེད་དུ་ཚོང་ལས་གཉེར་ཉེན་གྱི་རེད། ཚོང་ལས་གཉེར་ཉེན་བྱས་ཏེ་ཉི་མ་གཅིག་ལུས་གཏོང་བ་ཡིན་ན་དངུལ་ལུས་གཏོང་དགོས་རེད། དེ་ཧ་གོ་གི་རེད།

ང་ཚོ་བོད་ལ་དགྲ་བོ་རྒྱ་ནག་གི་བཙན་འཛུལ་བྱས་ཚར་བའི་རྗེས་ལ་ང་ཚོ་ལ་ཆ་ཚང་བའི་ལོ་སར་ཅིག་ཡོད་རེད་ཡོད་མ་རེད། ང་ལ་མེད། ང་མིའི་ལུང་པ་ལ་སྐྱབས་བཅོལ་ལོ་བརྒྱར་ཕྱིན་ནས་མི་ལོ་ཉི་ཤུ་བརྒལ་སོང། དེའི་རིན་གོང་ལ་ང་ལ་ཆ་ཚང་བའི་ལོ་སར་ཅིག་མེད།

མདོར་བསྡུས་ན་ང་ཚོ་རྒྱལ་ཁབ་ཤོར་ཚར་བའི་རྗེས་ལ་ང་ཚོ་ལ་ཆ་ཚང་བའི་མཉམ་འཛོམས་ཀྱི་ལོ་སར་ཅི་ཡོད་མ་རེད། དེ་ཧ་གོ་དགོས་རེད་ང་ཚོ། ང་ཚོ་ལོ་སར་གཏོང་ན་སྐྱིད་པོ་ཡོད་རེད་ད་ལྟ་འདས་ལ་ཁྱི་སོ་ཁ་ཤས་ཀྱིས་སྐད་འབོད་ཀྱིས་ཕར་འགྲོ་གི་རེད་སོ་སོ་ང་འདྲ་བོ་ཡིན་ན་སོ་སོའི་བཟའ་ཟླ་བུ་མོ་མཉམ་དུ་ལོ་སར་གཏོང་ཡ་ཡོད་རེད། ད་ད་ལྟ་འདི་རྒྱལ་སྤྱིའི་དཔའ་བོ་ཆོས་དབྱིངས་ཧེ་རུ་ལགས་གཟུགས་འདྲ་བོ། རྒྱལ་སྤྱིའི་དཔའ་བོ་དཔའ་མོ་གཙོ་བོ་ནོར་ལོག་ལ་གྲངས་མེད་པ་ལྷག་འདི་བརྒྱུད་དུ་སོང་ལ་ལོ་སར་ག་བ་ཡོད་རེད་མཉམ་འཛོམས་ག་ལ་ཡོད་རེད་དེ་སུའི་ཆེད་དུ་རེད་དེ་ང་ཚོའི་ཧ་གོ་གོ་རེད། ངས་དེ་རིང་འདི་ནས་ཚོར་བ་ཆེན་པོ་གི་ཐོག་ནས་ག་རེ་ཞུ་ཡ་ཡིན་ནམ་ན། རྒྱལ་སྤྱིའི་དཔའ་བོ་ཆོས་དབྱིངས་ཧེ་རུ་ལགས་གཙོས་པའི་དགེ། ཁོང་དང་ཁོང་ལྟ་བུ་གྱི་ཆབ་སྲིད་ཚོང་པ་མང་པོ་ཞིག་དགྲ་བོ་རྒྱ་ནག་གི་བཙོན་འོག་ལ་ཚུད་ནས། ནང་མི་མཉམ་འཛོམས་མེད་པའི་ཁེ་ནང་མི་དེ་ཚོ་ལ་ངས་གུས་འདུད་ཆེན་པོ་གི་ཐོག་ནས་དེ་རིང་གདུང་སེམས་མཉམ་སྐྱེ་ཞུ་གི་ཡོད། བདེ་འཇགས་འདིའི་ཐོག་ནས།

ད་ད་ལྟ་དེའི་ལས་འགུལ་སྤེལ་མཁན་ཚོ་ལ་ཁ་རྡུང་བཏང་ཡང་ཐོབ་ཐང་སྤྱི་ཚོགས་ལ་གང་བ་ནི་རགས་སོ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ང་ཚོ་བར་ལ་བསམ་ཚུལ་མ་མཐུན་པ་ཡོད་ཆོག་གི་རེད་ཡོད་དགོས་ཀྱི་རེད་རང་དབང་རེད་དམངས་གཙོ་རེད། མི་ཚང་མ་བསམ་བློ་གཅིག་པ་ཡོང་ཐུབ་ཀྱི་མ་རེད། ཡིན་ནའང་ང་ཚོ་ལ་ཐུན་མོང་ལ་གཞི་རྒྱག་ས་ཞིག་དགོས་ཀྱི་རེད། གཞི་རྒྱག་ས་དེ་ག་རེད་ལབ་ན། བོད་སྤྱི་ལ་འགན་འཁུར་བའི་གི་བསམ་བློ། ལས་རྒྱུ་འབྲས། ཆུ་ལ་གཡོག་རུང་གི་མ་རེད། ལྕགས་རྫུན་བཤད་པ་ཡིན་ན་ལས། ཧམ་པ་བཤད་པ་ཡིན་ན་ལས། རྩ་དོན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཧམ་པ་དང་ལྕགས་རྫུན་བཤད་ཡ་ཡོད་མ་རེད། ངས་ད་ལྟ་དེ་ཚོར་བ་རྣོ་པོའི་ཐོག་ནས་ཞུ་གི་ཡོད། ད་གིན་ཆབ་སྲིད་ཅུང་ཟུར་སློབ་གསོ་གྱིན་པ་ལ་གི་ཏའུ་སློབ་གསོ་གྱིན་པ་ལ་ཅིག་ལབ་སོང། བཙན་བྱོལ་ནང་ལོག་ལ་རྒྱ་མིའི་ལག་པ་བརྐྱངས་གྱིན། འཐབ་ཚོགས་ཀྱི་ལས་འགོ་སྤེར་དེ་ཉིན་དེ་སོགས་ཀྱི་སེམས་ཤུགས་རྐྱ་ཡག་གི་ལས་ཀ་གྱིན་ནི་མང་པོ་ཡོད་རེད་ལབ་སོང་དེ་སུས་བྱེད་དེ་རེད་ད་སེམས་ཤུགས་རྐྱ་ཉིན། ལས་འགོར་སྤེར་གི་ཡིན་ན་བོད་ལ་ཕར་ལོག་གྱིན་རོང་བོ་ལུང་པ་ལ་རང་བཙན་གྱི་ལས་འགོ་སྤེར་འདི་རང་བཙན་རག་གི་མ་རེད་ལབ་ཉིན་རེད་ཀྱི་འདུག་ཨ། ཨོ་དེ་སུས་བྱེད་དེ་གི་སེམས་ཤུགས་རྐྱ་གི་ཡོད། ཡིན་ན་ལི་འཐབ་ཚོགས་འགོ་ཚུད་ཉིན་སུ་སེམས་ཤུགས་རྐྱ་གི་མ་རེད།

ཁྱེད་རང་ཚོ་གིས་ང་ཚོ་ལ་ཁ་རྡུང་གཏོང་བ་དང་མཉམ་དུ་སོ་སོས་སོ་སོ་ལ་ངོ་ཚ་བབ་ཀྱི་ཡོད་རེད་སྨ་ར་ཕབ་ཀྱི་ཡོད་རེད་དམའ་འབེབས་བྱེད་ཀྱི་ཡོད་རེད་དེ་ཧ་གོ་གི་རེད་ག་རེ་བྱས་ནས་ང་ང་ཁྱོད་རང་གི་ཡིག་སྐྱ་ཞུས་དུས་རང་དབང་དང་འཐབ་རྩོད་མེད་མཁན་ཞུས་ཡོད་རེད་བ། ད་ལྟ་ཁྱོད་རང་གི་རང་དབང་དང་འཐབ་རྩོད་བྱེད་མཁན་ལ་ཁ་རྡུང་བཏང་གི་ཡོད་རེད་བ། ད་ལྟ་དེའི་སྲོལ་འདི།

ཐུན་མོང་གི་ལམ་ཁ་དེ་ལ་འགྲོ་ཐུབ་པ་ཅིག་ངེས་པར་དུ་དགོས་ཀྱི་ཡོད་རེད་མ་གཏོགས་དེ་འདྲའི་ཡོད་མེད་རྒྱུ་མཚན་གྱིས་ད་ང་ཚོ་དམ་བཅའ་གཅིག་ག་རེ་བཞག་དགོས་ཀྱི་ཡོད་སྲིད་ན་དེ་རིང་གི་ལོ་སར་ནས་བཟུང་སྟེ། རྒྱལ་དར་འདི་གི་འོག་ལ། རྒྱལ་ཁབ་ཀྱི་འཐབ་རྩོད་ལ་ཐུག་ཡོང་བའི་སྐབས་ལ་སུའི་ལས་འགོར་སྤེལ་གྱི་ཡོད་ན་དེ་ལ་རྒྱབ་སྐྱོར་བྱེད་ཐུབ་ཡ་ཅིག་མཉམ་ཞུགས་བྱེད་ཐུབ་ཡ་ཅིག། གཡས་ཕྱོགས་ཡིན་གྱི་ཡོད་ན་འདྲ་གཡོན་ཕྱོགས་ཡིན་གྱི་ཡོད་ན་འདྲ་རྒྱལ་ཁབ་ཀྱི་འཐབ་རྩོད་ཀྱི་ཆེད་དུ་རང་དབང་རང་བཙན་གྱི་འཐབ་རྩོད་བྱེད་ཡག་གི་ཆེད་དུ། དངོས་གནས་ཀྱི་རྡོག་རྩ་གཅིག་སྒྲིལ་བྱས་ནས་གོམ་པ་རྒྱབ་ཐུབ་པ་ཞིག་བྱུང་བ་ཡིན་ན་དེ་འགྲིག་གི་ཡོད་རེད་ད་ང་ཚོ། དེ་ང་ཚོས་ལས་འགན་བྱ་བསྡད་དགོས་རེད་སྟོབས་ཤུགས་བྱ་བསྡད་དགོས་རེད་མདུན་ལམ་བྱ་བསྡད་དགོས་རེད་ད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་མཐའ་མ་དེ་ལ་ད་བསྟན་པ་དར་རྒྱས་ལ་དགྲ་བོ་ཆགས་བཞག་ན་ཁོ་རང་གི་རྩ་བའི་ཁས་ལེན་སྒོར་འདི་བདུན་རམ་ས་ལག་གི་སྤྱོད་བཟང་དཔའ་བོའི་དོ་རན་གྱི་མདུན་ནས་མགོ་བཙུགས་བཞག་རྒྱུ་ཆགས་ཀྱི་ཡོད་རེད། ཨོ་སི་ཁྲུ་ལི་ཡའི་ཕར་སླེབས་ཚར་བའི་རྗེས་ལ། རྒྱལ་ཁབ་དེ་གའི་མངའ་སྡེ་དང་གྲོང་ཁྱེར་མང་པོ་བཅས་ལ་སྐོར་སྐྱོད་བྱས་ནས་ལས་འགོར་དུ་སྤེལ་ཡོད་རེད། ད་རྒྱལ་ཁབ་གསུམ་པ་བཅས་ལ་སླེབས་ཚུན་ནས་ཨ་རི་ནས་ལས་འགོར་དུ་སྤེལ་གྱི་ཡོད་རེད། མ་འོངས་པར་ཁོ་རང་གི་འཆར་གཞི་ལ། འཛམ་གླིང་ཕྱོགས་ཡོངས་ལ་རྒྱལ་སྤྱིའི་ཕྱོགས་ཡོངས་ལ་ལས་འགོར་འདི་སྤེལ་ཐུབ་ཡག་གི་དམིགས་ཡུལ་ཅིག་ཡོད་པ། འཆར་གཞི་འཆར་སྣང་ཅིག་ཡོད་པ་དེ། ང་ཚོ་བོད་པ་ཚང་མ་གིས་ཚ་རུ་མཉམ་འདུས་བྱེད་དགོས་ཡ། རོགས་པ་བྱེད་དགོས་ཡ། མཉམ་འཇུག་བྱེད་དགོས་ཡ་དེ་ལས་འགན་ཆགས་བསྡད་ཡོད། དངོས་སུ་མཉམ་ཞུགས་བྱེད་ཐུབ་ཀྱི་མེད་པ་ཡིན་ན་ལས་དངོས་གནས་ཀྱི་དགེ་བཤེས་འདེབས་འབྲེལ་ཐོབ་པ་ཡང་འགྲིག་གི་ཡོད་རེད་ལས་འགོར་འདི་རིགས་སྤེལ་བའི་སྐབས་ལ་འགྲོ་སོང་ག་ཚད་ཡོད་པ་དེ་ངས་བདག་གིས་ཞུས་སོང་ང་ལས་འགོར་ག་འདྲ་ཞིག་སྤེལ་བ་ཡིན་ན་འགྲོ་སོང་ཡོད་རེད་དེ་དེ་གལ་ཆེན་པོ་སྤེལ་དེ་བ་ནང་བཞིན་ཁོ་རང་གི་ལས་འགོར་གྱི་ཆ་ཤས་གལ་ཆེན་པོ་བཅས་དེ་ད་ད་ལྟ་ཁོ་རང་གི་ཆབ་སྲིད་བཙོང་པ་གི་བཙོང་རོགས་རྒྱལ་སྤྱིའི་དཔའ་བོ་ཆོས་དབྱིངས་ཁྱེད་དོ་ལགས། བློ་རོལ་ཐུབ་ཡག་གི་ཆེད་དུ་ད་ཁོ་རང་གི་ལས་འགུལ་སྤེལ་ཡག་གི་དགོངས་གཞི་དང་འཆར་གཞི་ཡོད་བསྡད་བ་དེ་ལ་ཡང་ང་ཚོ་གི་མཉམ་ཞུགས་བྱེད་དགོས་ཡ་རྒྱབ་སྐྱོར་བྱེད་དགོས་ཡ་མཐུན་འགྱུར་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་ཡིན་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ངས་ཁོ་རང་གི་མི་ལོ་བཅུ་ལ་རྒྱུན་བྱུང་བའི་གི་ལས་འགུལ་ནི་བོད་ནང་ལ་ཕར་ལོག་བྱས་ནས་ཅིག་བོད་པའི་རྩ་དོན་འཐབ་རྩོད་དུ་བོད་མིའི་འགན་ཁུར་གི་གོ་རྟོགས་སྤེལ་ཡག་གི་ཆེད་དུ། བོད་པའི་རྒྱལ་དར། བཙན་བྱོལ་བོད་མིའི་སྤྱང་ཕྲེང་མ་འོངས་ཆབ་སྲིད་ལམ་སྟོང་རྒྱལ་བ་བཞི་ནོར་བུ་གི་སྐུ་པར་དང་བཀའ་སློབ་ཁྲིད་བྱས་ནས་བོད་ནང་ལོགས་ལ་ཕར་ཕྱིན་བྱས་ནས་ཙོང་ཧོང་ནང་ལོགས་ལ་ལོག་ཏུ་ཟླ་བ་གི་གྲངས་ཀ་ལ་དཀའ་སྡུག་མནར་གཅོད་མྱོང་བྱས་ནས། ད་དུང་ཡང་སེམས་ཆུང་མ་བྱ་བ་བྱས་ནས་ཉིས་སྟོང་བརྒྱད་ཀྱི་བོད་ནང་གི་ས་ཆ་ཞི་རྒོལ་ཆེན་མོ་གི་ཡར་ལངས་ནང་ལོགས་ལ་མཉམ་ཞུགས་བྱས་ནས་ཙོང་ཧོང་ནང་ལོགས་ལ་ཐེངས་མ་གཉིས་པ་འགྲོ་དགོས་ཡག་གི་གནས་སྟངས་བྱུང་འཇུག་གི་རྒྱལ་སྤྱི་དཔའ་བོ་གྱི་ཆགས་བསྡད་ཀྱི་ཡོད་རེད།

ཆབ་སྲིད་བཙོན་པ་ཟུར་པ་གི་མིང་ཐོག་ནས་ཨོ་སི་ཁྲུ་ལི་ཡའི་ཅི་ཕིག་གི་ཐོབ་ཐང་སྤྱད་ནས་གནས་བབ་དེ་ཡི་རག་བསྡད་ཀྱི་ཡོད་རེད། ངན་པར་དུ་འགོག་གི་ཡོད་རེད་རྣམ་པ་ཚོ་ལ། ཡིན་དེ་ཡིན་རྣམ་པ་ཚོ་དངོས་གནས་གོ་རོ། རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལུས་གཏོང་བ་རེད། དེ་ནང་བཞིན་ད་ལྟ་གོ་སྐབས་དང་མཐུ་རྐྱེན་ཁྱད་པར་བ་ཅིག་ཡོད་བ་དེ་ཡང་རྣམ་པ་ཚོ་དངོས་གནས་ཀྱི། གཞན་ལས་ལྷག་བ་གི་བེད་སྤྱོད་གཏོང་རྒྱུ་ནི་འཐབ་རྩོད་ལ་འགོ་ཁྲིད་རོགས་གྱིས། རྣམ་པ་ཚོ་བཙོན་ཁང་ཕྱི་ལོགས་དང་ནང་ལོགས་ལ་ཡོད་བའི་སྐབས་ཀྱི་འབོད་སྒྲ་དེ་མ་བརྗེད་པའི་ཐོག་ནས་རང་བོད་རང་བཙན་སླར་གསོ་གི་ཐོག་ལ།